རྡོ་རྗེའི་ཀུན་སློང་སྙོམས་པས་བཅོམ་ལྡན་འདས་མཚན་ཙམ་ཐོས་པས་ངན་འགྲོའི་སྡུག་བསྔལ་སྲིད་དུག་གསུམ་ནད་སྲི་སངས་རྒྱས་སྨན་གྱི་ལྷ་བིནྡུ་ར་ཡི་འོད་ལ་ཕྱག་འཚལ་ལོ། ཇི་སྲིད་ནམ་མཁའ་གནས་པ་དང་འགྲོ་བ་ཇི་སྲིད་གནས་གྱུར་པ་དེ་སྲིད་བདག་ནི་གནས་གྱུར་ཏེ། འགྲོ་བའི་སྡུག་བསྔལ་སེལ་བར་ཤོག། ཨ་ནི། མཛའ་ཞིང་བརྩེ་བའི། ཕྱི་ནང་གི་བོད་རིགས་སྤུན་ཟླ་ཡོངས་ལ་འཚམས་འདྲི་ཞུ་གི་ཡོད།

སྤྱིའི་ཆ་ནས་ད་མགོ་ནད་ལ་རིགས་མི་འདྲ་མང་པོ་ཞོལ་གྱི་ཡོང་སྡིག་གི་ཡོད་རེད། ཡིན་ནའི་ད་ལྟ་སྤྱི་ཚོགས་ཀྱི་ནང་ལོགས་ལ་མགོ་ནད་མང་ཤོས་ག་རེ་ཡོང་གི་འདུག་གས། ཨེ་ནི་དེའི་ནང་ལོགས་ནས་དེ་ལ་སྨན་བཅོས་ཀྱི་བརྒྱུད་རིམ་ག་འདྲས་ཤིག་དཀྲུག་གི་འདུག་གས། ཨེ་ནི་དེ་ལ་རང་རེ་ཨེ་ནི་ད་གར་བཞུགས་རེད། སྨན་པ་ཚོ་གས་དེ་ལ་སྨན་བཅོས་ག་འདྲས་ཤིག་གནང་གི་ཡོད་མེད་དང་ང་རང་གི་ཉམས་མྱོང་གི་སྒང་ནས་དེ་ལ་སྨན་བཅོས་ག་འདྲས་ཤིག་བྱེད་དགོས་ཀྱི་ཡོད་མེད། ཨེ་ནི་ནད་པ་གས། ན་ཚ་དེ་ལ་ག་འདྲའི་ཞིག་ངོས་འཛིན་བྱེད་ཀྱི་ཡོད་མེད་འོ་དེ་འདྲའི་ཅིག་གནད་དོན་ཁ་ཤས་ཞིག་གི་ནང་ཞུ་ཡ་ཡིན། དང་པོ། ད་ང་ལ་ཁ་པར་དང་ཐད་གཏོང་དང་དེ་འདྲའི་གང་ལས་བཏོན་ཡོང་དུས་ད་ནས་དྲི་བ་ལས་དུས་ད་ནས་མགོ་བོ་ན་གི་འདུག་ཟེར་ཁྲི་པ་གི་མགོ་བོ་ན་གི་འདུག་ཟེར་ད་ཞོ་ཅིག་མང་པོ་གསུངས་བསྡད་ཀྱི་འདུག་ད་ཁྲི་པ་གི་མགོ་བོ་ན་གི་འདུག་ཟེར་ཡ་དེ་ག་རེ་ཟེར་ན། ཁོ་ཚོ་གིས་ད་ང་ཚོ་སྣུམ་བྲག་བྷ་ལེ་དང་ཅིག་སྣུམ་རྐྱང་པ་ལ་སྐྲག་བཞག་པའི་ཟས་རིགས་དེ་ཚོ་ཟས་ཡོང་དུས་ད་ནས་ཨེ་ནི། ཁྲི་པ་གི་མགོ་བོ་ན་གི་འདུག་ཟེར་དེ་གསུངས་བསྡད་ཀྱི་འདུག་ད་ཅིག་ག་ལ་ཟ་ཡ་དེ

ཀླད་སྣུམ་མ་ཞུ་ཉེས་པ་ཆེ་སོང་ཀླད་སྣུམ་མ་ཞུ་ཉེས་པ་ཆེ་སྲིད་དུ་ད་གར་སོང་བ་ནས་བཟུང། ཀླད་སྣུམ་ཟེར་ཡ་དེ་སྤྱིར་ཀླན་ཞེས་བཤད་བ་ཆུ་ཡི་ཁུངས་སུ་ཡོད་པ་གང་ཞིག་ལ་དེ་ལ་ནི་སྣུམ་གྱི་ཡོན་ཏན་དང་ལྡན་པ་ཟེར་གོ་སྣུམ་གྱི་མཚན་ཉིད་དང་ལྡན་པ་འདི་ག་རེད་ང་རང་ཚོ་ད་ལྟ་སྣུམ་ཟེར་ད་ག་རང་རེད། ད་ང་ཚོ་གི་སྣུམ་རྐྱང་པ། བ་ལེ་སྣུམ་འདྲ་བ་ལེ། སྒོ་ང་བཙོས་པ་བྱ་ཤ་བརྔོས་པ་ལ་སོགས་པ་ལ་སོགས་པ།

སུན་སྣང་ཆེན་པོ་འོ་དེ་ཡོང་དེ་གི་རེད་ཨེ་ནི་སོག་པོ་ཉོབ་ཏོ་ཨེ་ནི་ཁ་ལག་གི་ཐང་ག་ག་འོ་དེ་ཡོང་གི་རེད། ད་དེའི་རིགས་དེ་དངོས་གནས་ཀྱི་ཁྲི་པ་གི་གོ་གནས་ཟེར་བ་སྒོ་གི་ན་ཚ་ཞིག་རེད་བས་ཟེར་ན་བརྒྱ་ཆ་བརྒྱ་ནས་བརྒྱ་མ་རེད། ད་དེའི་རིགས་ལ་ང་རང་ཚོ་གི་སྨན་པ་ཚོ་གི་ནད་པའི་ཨེ་ནི་བཤད་སྲོལ་ལ་བསྟུན་ནས་ཨེ་ནི་དེ་ཁྲི་པ་ནད་པ་གི་ང་ཁྲི་པ་གི་ནག་དུ་ཟེར་ཨེ་ནི་ཁྲི་པའི་མེ་གསེར་ཏོག་བཅུ་གཅིག་ཏིག་ཏག་བརྒྱད་པ་གསེར་ཏོག་ལྔ་པ་ལ་སོགས་པ་ག་རེ་བཏང་ཨེ་ནི་ཕན་གི་ཡོད་མ་རེད། ད་དེའི་རིགས་དེ་ག་རེད་རྒྱུད་ཀྱི་དགོངས་པའི་ནང་ལོགས་ལ།

གང་ཟག་དེ་གི་ཀོན་སློང་ལ་འདི་ཡོང་མར་ནོར་བ་ཁྱོད་ལ་ཡོང་མར་ཁོ་ལ་ཕན་ཡག་ཅིག་ནོར་འགྱོག་དེ་ནོར་བཅོས་བྱེད་དགོས་ཡག་དེ་ང་ཚོ་སྨན་པའི་ལས་འགན་རེད་པ། སྤུ་གུས་ནོར་གུས་ཡོད་ན་ཕ་མས་དེ་ལ་ནོར་བཅོས་བྱེད་ཡག་དང་དགེ་རྒན་གི་ནོར་བཅོས་བྱེད་དེ་དགེ་རྒན་དང་ཕ་མའི་ལས་འགན་རེད་པ། འོ་དེ་ནང་བཞིན་ནད་པ་དང་སྨན་པ་གཉིས་ལས་དེ་འདྲའི་ཅིག་གོ་གི་ཡོད། འོ་དེ་རེད་དེ་འདྲ་སོང་ཙང་དེ་ནི་ང་ཚོ་རྒྱ་ཆེའི་གཟིགས་པ་པོ་ཚོ་གིས་ན་ཚ་འདི་འདྲའི་གི་རིགས་ཡོང་དུས་ད་ནི་ངེས་པར་དུ་འགྲེལ་བཤད་གཙང་མ་རྒྱག་དགོས་ཡ་འདི་གལ་ཆེན་པོ་རེད་འགྲེལ་བཤད་ག་རེ་རྒྱག་ཨེ་ནི་ད་ལྟ་དེ་ཚོ་ན་ཡ་ཚོ་མ་ང་ཞོགས་སྐད་དུ་དགོངས་དག་ནས་གི་རེད་འོ་འདི་ཡིན་པའི་རྒྱུ་མཚན་གྱིས་ཨེ་ནི་དེ་རིང་ང་ཚོ་དྲ་གྲོགས་ཟུར་དུ་མང་པོ་ཞུ་གཅིག་གིས་ད་ག་རང་འབོད་སྐུལ་ཞུ་གི་འདུག་ཁ་སང་གི་བཤད་བྱ་རྒྱོ་དེ་ཡང་བསྐྱར་དེ་འདྲས་བྱེད་རོགས་བྱས་ཟེར་དེ་འདྲ་སོང་ཙང་བུད་མེད་གི་ད་ལྟ་བར་དུ་ང་རང་གི་དེ་འབྲེལ་གྱི་རིགས་ལ་སྨན་བཅོས་བྱས་ནས་ཞོ་བྱི་བརྒྱ་ཆ་དགུ་བཅུ་གོ་ལྔ་གོ་དྲུག་ཕན་གྱི་ཡོང་གི་འདུག་ད་རེས་ད་རེས་སུ་ལས་དང་བསོད་ནམས་དེ་འབྲེལ་གྱི་རྐྱེན་གྱིས་མ་ཕེབས་དེ་འབྲེལ་ཡུང་རེ་སོ་སོས་ཟས་སྤྱོད་དང་དོ་སྣང་བྱས་མ་བྱས་ཀྱིས་མ་ཕེབས་ཡོང་ཆོག་གི་རེད་བ་འོ་དེ་རེས་གཞན་རྩ་བའི་ཆ་ནས་བུད་མེད་འདི་ཧང་སང་ཡག་པོ་འདུག་འོ་དེ་འབྲེལ་གྱི་ཞུ་འདོད་བྱུང་སོང་དེ་ནི་རྣམ་པ་ཚོས། གུས་པ་གི་ཡུའུ་ཀྲུབ། གསོ་བ་རིག་པའི་ཡུའུ་ཀྲུབ་འདི་ལ་བོད་ཀྱི་སྲོལ་རྒྱུན་གྱི་གསོ་བ་རིག་པའི་ཡུའུ་ཀྲུབ་འདི་ལ་རྒྱབ་སྐྱོར་གནང་རོགས་གནང། མང་པོ་བྱེའུ་གཅིག་གི་རྒྱབ་སྐྱོར་གནང་གི་འདུག་སྙིང་ཐག་པ་ནས་མཐོ་ཆེ་ཆེ། འདི། རྣམ་པ་ཚོས་རྒྱབ་སྐྱོར་གནང་བ་ཡིན་ན་ང་རང་ཚོ་རིག་གཞུང་སྤྱི་ལ་རྒྱབ་སྐྱོར་གནང་གི་ཡོད་རེད། འགྲོ་བ་ནད་པ་ལ་ཕན་ཐོག་གནང་གི་ཡོད་རེད། དེ་ནི་ང་ལ་ཡང་རྒྱབ་སྐྱོར་གནང་གི་ཡོད་རེད་དེ་ལ་སོང་ཙང་མ་འོངས་པའི་ང་དང་ང་འདྲ་བའི་གཞོན་སྐྱེས་སྨན་པ་མང་པོ་སྤྱི་ལ་དེ་འདྲའི་གི། སེམས་ཤུགས་བར་ཡག་ཆེད་དུ་ངས་འདི། བཙུགས་བཞག་པ་ཡིན། དེ་འདྲ་གསུངས་ཙང་འདི་ལ་ཁོང་ཚོའི་སེམས་ཤུགས་འཕར་ཡག་ཅིག་ཁྱེད་རང་ཚོའི་སྤུ་གུ་དང་སྤུ་གུ་ཡིན་འདྲེ་ང་འདྲ་བོ་ཆགས་མི་སྲིད་མ་རེད་དེ་འདྲ་སོང་ཙང་དེ་ཚོ་ལས་དགོངས་ནས་རྒྱབ་སྐྱོར་གནང་རོགས་གནང་ཞུ་ཡག་ཡིན། དོ་ཅི་ཅི། ཡང་ཇི་མ་གནང་མཇལ་ཡོང།